ལུས་རྗེས་སུ་འཇུ་ཟུར་བཞུགས་པ་ཡི་ལེའུ་གཉིས་པ། ད་ལྟ་ང་ཚོ་གཙོ་བོ་ཡེ་ཤུ་ཁ་པར་ན་ཧོམ་ལ་ཕེབས་པའི་ལུས་རྗེས་དེ་ལྟ་གི་ཡིན། ཡེ་ཤུ་དང་ཁོང་གི་རོགས་པ་རྣམས་ཁ་པར་ན་ཧོམ་ལ་ཕེབས་པ་དང་ང་སུ་ཡི་ཉིན་མོ་ཁོ་བོ་ཁྱོད་ཁོང་ལ་འགྲོ་ནས་བཀའ་གསུངས་པ་རེད། ཡེ་ཤུ་ཡིས་ཁྱོད་གསུངས་པ་དང་སྨིན་ན་ཧམ་བསམས་པ་རེད་གང་ཡིན་ཟེར་ན་ཁོང་གི་ཆོས་དཔོན་རྣམས་ཀྱིས་འདྲ་པོ་ཁྱོད་གསུངས་མེད་པ་དབང་དང་ལྡན་པའི་བཀའ་གསུངས་པ་རེད། ལ་སང་མི་ཞིག་གིས་སྐད་བརྒྱབ་པ་རེད་གང་ཡིན་ཟེར་ན་མི་དེ་ལ་ཟ་འདུག་འདྲེ་སྲིན་གཉིས་ཀྱིས་དབང་འབྱོར་བྱས་ཡོད་པ་རེད་མི་དེ་ཡིས་བརྗོད་པ། ན་ཛི་རཱ་པ་ཡི་ཡེ་ཤུ། ཁྱེད་ང་ཚོ་ལ་ག་རེ་གནང་བསྡད་འདུག་གམ། ཁྱེད་ང་ཚོ་མེད་པ་བཟོས་བསྡད་འདུག་གམ། ང་ཚོ་ཁྱེད་སུ་ཡིན་པ་དེ་ཧ་གོ་གི་ཡོད། ཁྱེད་ནི་དཀོན་མཆོག་གི་སྐྱེས་བུ་དམ་པ་དེ་རེད་ཞེས་བཤད་པ་རེད། ཡེ་ཤུ་ཡིས་གློ་ཁོག་ཆེན་པོའི་སྒོ་ནས་ཁ་བཙུམས། མི་དེ་ནི་ཁྱི་ལ་འཐེན་ཞེས་བརྗོད་པ་དང་བསྡུར་འདྲའི་ནང་མི་དེ་ཡིས་ཁྱི་ལ་འཐེན་ནས་སྐད་ངན་ཤོར་བ་རེད། མི་རྣམས་ཀྱིས་ཁོང་གི་སློབ་གྲྭའི་ལ་ཧམ་བསམ་ནས་ཕན་ཚུན་བརྗོད་པ། དེ་ག་རེ་རེད། སློབ་གྲྭའི་གསར་པ་ཞིག་གནང་གིན་འདུག་དབང་དང་ལྡན་པའི་སློབ་གྲྭས་གནང་གིན་འདུག་ཁོང་གིས་བསྡུར་འདྲིའི་ལ་ཡང་བཀའ་གནང་བ་དང་བསྡུར་འདྲིས་ཀྱང་ཁོང་གི་བཀའ་ལ་སྲུང་གིན་འདུག་ཞེས་ཞུ་བ་རེད། གཙོ་བོ་ཡེ་ཤུ་མཱ་ཤི་ཀ་ཡི་སྐོར་ཁྲིད་བཟུང་དེ་ནས་སུ་གཱ་ལེ་ཡིད་ཀྱི་ཆོས་དཔོན་ལ་ཆོས་པ་རེད། ཡེ་ཤུ་དང་ཡོ་ཧ་ན་ཡ་ཀོབ་བཅས་ཆོས་ཁང་ནས་འཐེན་དེ་སུ་གནམ་དུ་སུའི་མིན་དང་ཨ་འདུ་རུ་ཀའི་ནང་ལ་ཕྱིན་པ་རེད། སྐབས་དེ་དུས་སུའི་མིན་ཡི་རྒྱུ་མོ་ཚ་བ་འབའ་ནས་སྣེ་ཁྲི་ལ་གནས་ཡོད་པ་རེད། ཁོ་ཚོ་ཡི་མོ་ཡི་སྐོར་ཡེ་ཤུ་ལ་ཤོད་པ་རེད། དེ་ནས་གཙོ་བོ་ཡེ་ཤུ་མོ་རྩ་ཆེན་ནས་མོ་གི་ལག་པ་ཟིན་ནས་ཡར་བླངས་པ་དང་དེ་ཚེ་དེ་རང་ལ་མོ་ལ་ཚ་བ་མེད་པར་འགྲོ་ནས་མོ་གི་ཁུ་ཚུར་ལ་ཞམ་ཆུ་ཤོད་པ་རེད། ཉི་མ་ནུས་པ་དང་མའི་ནད་པ་ཚང་མ་ཡེ་ཤུ་དྲུང་དུ་ཁྲིད་ཡོང་བ་རེད། གདུང་འདྲེ་སྲིན་ནད་ཀྱི་དབང་ཆོག་བྱས་ཡོད་པ་ཚང་མ་ཡེ་ཤུ་རྩ་ལ་ཁྲིད་ཡོང་བ་རེད། སྐབས་དེ་དུས་དྲུང་ཆེ་ཡི་སྨན་ཚང་མ་ཡེ་ཤུ་ཡི་སྡེ་ས་ཡི་སྒོ་འགྲམ་ལ་འཛོམས་པ་རེད། གཙོ་བོ་ཡེ་ཤུ་ཡིས་ཉིན་རེའི་སྣ་ཚོགས་ལ་དྲག་སེལ་བྱས་པ་མ་ཟད་གདུང་འདྲེའི་སྲིང་རྙིང་ཡོངས་ཕྱི་ལ་སྤེགས་པ་རེད། འོས་ཀྱང་ཁོང་གིས་གདུང་འདྲེའི་སྲིང་རྙིང་ལ་ཁ་གྲག་ཏུ་བཅུག་མེད། གང་ཡིན་ཟེར་ན་གདུང་འདྲེའི་སྲིང་རྙིང་གིས་གཙོ་བོ་ཡེ་ཤུ་སྲིད་ཡིན་པ་དེ་ཧ་གོ་བ་རེད། སོང་ནས་ཞོགས་ཀའི་ནང་མ་ལངས་སྔོན་དུ་ཡེ་ཤུ་ཡར་ལངས་ནས་ཁང་པ་ནས་འཐེན་ཏེ་ཁོང་རང་སྐྱིད་པོ། ས་ཆ་ཁུ་སིམ་མེར་ཞིག་ལ་ཕྱིན་པ་དང་དེ་ལ་ཁོང་གིས་སྨོན་ལམ་ཞུས་པ་རེད། སུས་མིན་དང་ཁོང་གི་གྲོགས་པོ་རྣམས་ཡེ་ཤུ་མཚན་དུ་ཕྱིན་པ་རེད། ཁོ་ཚོ་ཡིས་ཡེ་ཤུ་ཉིད་དེའི་སྐད་བརྒྱུད་ནས་སྨན་ཐམས་ཅད་ཀྱི་ཆེད་འཚེ་གི་འདུག་ཞེས་ཤོད་པ་རེད། ཡེ་ཤུ་ཡི་ལན་དུ་ང་ཚོ་ས་ཆ་གཞན་ལ་འགྲོ་གི་ཡིན། ང་དྲུང་ཆེ་དེའི་ཉེ་འགྲམ་དུ་གྲོང་གསེབ་ལ་འགྲོ་འདོད་འདུག་ངས་དེ་ལ་འགྲོ་ནས་ངེས་པར་དུ་ཆོས་བཤད་དགོས་ཀྱི་ཡོད། སྦྱིན་སྲེག་དེ་ལ་བརྟེན་ནས་ང་ཡོང་བ་ཡིན་ཞེས་གསུངས་པ་རེད། དེ་ནས་གཙོ་བོ་ཡེ་ཤུ་ག་ལས་ཡིན་ཅེས་ཡིག་འབྲུ་ཀུན་ལ་མཁྱེན་པ་དང་མཆོད་ཁང་རྣམས་ཀྱི་ནང་དུ་ཆོས་བཤད་པ་དང། ཡང་ཀུན་གྱིས་གདུང་འདྲེའི་སེམས་ནུས་ཀྱང་ཕྱི་ལ་དཔེ་སྣང་བ་རེད།